འཕགས་པ་བཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱི་གེ་སར་གྱི་བླང་བྱ་ག་རེ་ཡིན་པ་དང་སྤང་བྱ་ག་རེ་ཡིན་པའི་དོན་དག་དེ་ཚིགས་བཅད་ཀྱི་ངོས་ནས་གཏན་བཞག་བརྗོད་ཀྱི་བསྟན་བཅོས་ཤིག་རེད་ལ་དེ་རེད། རྒྱ་གར་གྱི་ཨ་རྱ་མུ་ལ་ཙཱ་བ་ཨི་ཏི་བཱ་ཏི་ཤར་མ་ནེ་ར་ཀ་རི་ཀ་ཨ་སི་ལ་ཨི་ཏི་བཱ། ད་དོན་དག་རྡོག་རྡོག་དེ་འདིའི་ནང་ལོགས་ལ་བསྟན་བཅོས་དེ་གའི་བརྗོད་བྱ་ག་རེ་ཡིན་པ་དེ་བསྟན་ཡོད་རེད། ག་རེ་བསྟན་ཡོད་རེད་ཟེར་འདིའི་སྐབས་སུ་ག་རེ་བསྟན་གྱི་ཡོད་ཟེར་དུས། འཕགས་པ་བཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱིས་ནི་རབ་ཏུ་བྱུང་བའི་གེ་སར་དེ་དག་གི་ཉམས་སུ་བླང་བྱ་ག་རེ་ཡིན་པ་དེ་སྤང། སྤང་དགོས་ཡ་དེ་ག་རེ་ཡིན་པ་བླང་དགོས་ཡ་དེ་ག་རེ་ཡིན་པ། བྱ་རང་བ་དེ་ག་རེ་ཡིན་པ་བྱ་མི་རང་བ་དེ་ག་རེ་ཡིན་པའི་དེའི་རྣམ་བཞག་དེ་དག་མདོར་བསྡུས་ཀྱི་སྒོ་ནས་ཕར་ཚིག་གཅིག་གི་སྒོ་ནས་ནི་བསྟན་བཞག་བརྒྱུད་བསྟན་ཆོས་ཡན་ལག་ཡང་དང་དག་དེ་རེ་ང་ཚོ་རེ་བ་ཡ། ཨར་ཡ་མུ་ལ་སར་བ་ཨི་ཏི་བ་ཏི་ཤར་མ་ནེ་ར་ཀ་རི་ཀ། ད་བོད་སྐད་དུ་བོད་སྐད་དུ་སོར་བརྒྱད་བཞག་པ་ཡིན་ན་འཕགས་པ་བཞི་ཐམས་ཅད་ཡོད་པར་སྨྲ་བའི་གེ་སར་གྱི་ཚིག་ལེགས་པར་བྱས་པ་དང་དག་དེ་རེ།

རེ་བ་ཡ། བྱས་ཙང་ས་བཅད་འདྲ་བ་གོ་བས་ན་མཚན་གྱིས་དང་བསྒྱུར་གྱིས་བྱ། རེ་བ་ཡ། འཕགས་པ་བཞི་ཐམས་ཅད་ཡོད་པར་སྨྲ་བའི་དགེ་རྩར་གྱི་ཚིག་ལེགས་པར་ཤེས་པ་སོགས་དུས་མཚན་གྱིས་དང། ཐམས་ཅད་མཁྱེན་པ་ལ་ཤངས་རྩ་ལོགས་སོགས་དུས་བསྒྱུར་གྱིས་བྱ། མཇུག་མཐར་ཤེས་པ་ཡང་བའི་གི་ཕྱིར་དུ་ཐམས་ཅད་མཁྱེན་པ་ལ་ཤངས་རྩ་བ། ཤངས་རྩ་བའི་ཡུལ་དེ་ག་རེ་ཟེར་ན་ཐམས་ཅད་མཁྱེན་པ་སྟོན་པའི་བདག་པོ་ཐུབ་པ་སངས་ཀྱིས་བཅོམ་ལྡན་འདས་ཐམས་ཅད་མཁྱེན་པ་ལ་ཤངས་རྩ་བ་རེད།